ལྷན་སྐྱེས་སྐུ་ཁམས་བཟང་ང་པད་མ་ལྷ་མཚོ་ཡིན་ད་རེས་དེ་བརྙན་ཐུང་ཅིག་མ་བཟོ་རང་བཟོ་ཁྱད་སོང་གང་ཡིན་ཞུ་བ་ཡིན་ན་ཞག་གཅིག་བརྙས་ལ་ཨ་ནེ་བུ་མེད་གཞན་གཅིག་གིས་ད་ལྟ་ང་ཚོའི་གི་ཚོགས་གཙོ་མཁན་པོ་བསོད་ནམས་བསྟན་པའི་ལགས་སྐོར་ལ་སྐད་ཆ་བཤད་རྒྱུ་ཅིག་ཨ་ནེ་སྒྲ་སྒམ་ཟོས་བྱས་དེ་སྒྲ་སྒམ་དེ་ག་ལས་ངས་པར་སྒྲ་བྱས་ངས་གི་བཤད་རེས་དེ་འདྲ་བྱས་བྱས་སྤྱི་ཚོགས་དྲ་ལམ་བརྒྱུད་ལ་དེ་འདྲ་བྱས་མང་པོ་བྱས་འགྲོ་དེ་ཞག་བལྟས་ཅིག་སྲིད་ན།

ཡང་དེའི་བཤེས་གཉེན་དེ་ང་རེད་ཟེར་ཏེ་སླ་བྱས། ད་ལྟ་ང་ཚོ་གི་སྤྱི་ཚོགས་དྲ་ལམ་གྱི་ལོ་མང་པོ་ཅིག་དེ་འདྲ་ཞིག་ཁྱབ་བསྒྲགས་བྱས་ཏེ་བཞག། བྱས་ཙང་ད་རེས་ང་དེ་སླད་ཆེད་ང་རང་གིས་གསལ་པོ་ཅིག་ག་རེ་བཟོས་འདོད་པ་བྱུང་སོང་ལབ་པ་ཡིན་ན། དེ་ཨ་ནི་ད་ལྟ་ང་ཚོ་གི་ཚོགས་གཙོ་མཁན་པོ་བསོད་ནམས་བསྟན་པའི་ལགས་སྐོར་ལ་སྐད་ཆ་བཤད་དེ་ངའི་བུད་མེད་དེས་ང་མེད་ཟེར་ངེས་དེ་གཙང་མ་གཙང་རྒྱག་ཅིག་མ་ཅིག་ཞུ་འདོད་བྱུང་སོང་ཨ་ནི་དེ་བདེན་པ་མ་རེད་ཟེར་དེ་འདྲའི་ཁྲིགས་ཤིག་ཡིན། ཨ་ནི་བདེན་པ་དེ་ཨ་ནི་ང་ཚོ་རྔམ་ཁྲིགས་ཤིག་མ་ཤེས་སྲིད་ཀྱི་རེད་ཨ་ནི་ཚང་མ་སྐུ་ཚོགས་ཐུགས་ཅག་ནང་གོ།
ད་ངས་སྐད་ཆ་འདི་ཤ་ལ་ཤ་དུས་ཀྱི་གར་ཞུ་འདོད་བྱུང་ལགས་ན། ད་དོན་དག་ང་ལ་ཡང་ཁ་ཚུགས་ངོ་མ་ད་རང་ས་ལ་ཡང་གྱི་སུན་སྣང་རྡོ་རྗེ་ལས་གྱི་གི་ད་དོན་དག་ཨ་ནི་གྱི། ང་ཚོ་གི Fundamental Right དག་ད་ནས་ཨ་རིའི་གཞུང་ལ་གཏང་ཕོད་ཤག་ནས་གི་དྲ་རྒྱ་སྒང་ལ་དོད་ཀྱི་སྐད་བཤད་དེ་ངས་གྱི་འདུག་ཨ། དེའི་སྐལ་བཟང་ང་ལ་ཕོངས་དང་བཅས། ཨ་ནེ་ད་ལྟ་དེ། བུ་མོ་འདི་ཡིས་ད་ལྟ་དེ། ང་ཚོ་གི་མཁན་པོ་སུ་ནོ་ཏེ་པེ་ལ་ཡ་དུམ་པ་ལ་མཆན་བསྟོད་ཞུ་ངེས་ཀྱི་ཀྱི་མེད་དེ། ཨ་ནེ། ཁྱོད་ཀྱི་དྲ་ཇག་སྒང་ལ་ཞག་འཇོག་དེ་མ་རེད་ལེགས་འདུག་ར། ཡིན་ན་ཡང་ང་གར་རྒན་མོ་ཤོར་སི་ལ་ན་བུ་མོ་འདི་ད་ག་རང་རེད་ར་བུ་མོ་འདི་དཔེ་ཡག་པོ་ངོ་ཤེས་ཀྱི་ཡོད་མོ། རྒྱ་གར་ལ་ཡ་ད་ལྟ་དེ་ལི་གི་སླབ་གྲ་རྒན་ལ་རེད། ཕ། ཨ་ནེ། ཡུ་རོ་ལ་སླེ་རེད་ཡུ་རོ་སླེ་ཚ་བས་ཞུ་ལ་ཡ། ཨ་ནི་མོ་རང་ཨོ་སི་ཀྲི་ཡའི་ནི་འགྲོ་རེད་ཡོ་རོད་ཀྱི་ཨོ་སི་ཀྲི་ཡའི་ལ་ཅིག་འགྲོ་བ་དེ་འགྲོ་རེད་ཨོ་ཐི་རི་ཞིག་ལ་ཅིག་འགྲོ་བ་དེ་ནི་འགྲོ་རེད་དེ་འགྲོ་ཆེད་ཨ་ནི་མོ་རང་མིའི་བཞེད་པོ་རྒྱབ་དང་མ་གཏོགས་མོ་རང་མི་ལ་ཆང་བོ་ལ་སྐྱེས་ལ་གི་རེད་ར། ཨ་ནི་མོ་རང་སྔོན་མ་ཨ་ནི་མོ་རང་གི་ཅོ་ཅོ་དེ་ད་ལྟ་ཨ་ནི་ཧྥི་རན་སི་ལ་བསྡད་གོ་རེད་ང་ཚོ་ནང་ལ་རྒྱུན་རིང་པོས་བཞུགས་ཚར་རེད་ཅོ་ཅོ་དེ་མོ་རང་གི་ཅོ་ཅོ་དེ། དེང་གི་སོན་རྩ་ཁ་རྫུན་སྔོན་མ། ང་སྐྱེ་སྲིང་སྤུ་ས་ནང་ལ་ཡང་ངེས་ཀྱི། ཁོ་ཚོ་སྐྱེ་སྲིང་སྤུ་ས་གྲང་ལ་སྐྱེ་ཆེད་ཤེས་དགར་འགྲོ་ཡི་ར་དེ་ཤེས་དགར་འགྲོ་བའི་སྐབས་སུ། མོ་རང་གིས་མོ་རང་མིན་ལ་ཡང་དེ་སྒོས་སུ་གར་ལ་འདུག་ལགས་ན་ཏིང་འཛིན་ཆང་བ་ཡིན་ན་ཏིང་འཛིན་ཆང་བ་ཡིན་ན་ཅི་ལ་འདུག་ཏིང་འཛིན་ཆང་བ་ཡིན་ན་ཏིང་འཛིན་ཨོང་མོ་ན་ཅི་ལ་འདུག་མོ་གི་མིན་ལ། ཨ་ནི་ངེད་ཀྱི་ལོངས་སུ་ཧ་གོ་སོང་ལ་ཁྱེད་རང་ཨ་འདྲས་མ་ལགས་ལ་ཡི་ར་ངེད་ཀྱི་མོ་རང་མིན་བ་ལྟ་ཡིན་མོ་རང་གི་མིན་རྫུན་མ་རེད་དོ་ཨ་ཅེ་ནི་ངེད་མོ་རང་ལ་ཁྱེད་རང་ཨ་འདྲས་མ་ལགས་ལ་ཡི་ར་མི་ཚང་མས་ཧ་གོ་གོ་བ་རེད་ད་ལྟ་སྐྱེ་སྲིང་སྤུ་ས་ནང་ལ་ཡང།

དེ་ཞི་བུ་རྗེ་ནི་ང་ཡིན་ན་ཡིན་མེད་ལ་བྱས་ཨ་ནི་ཤེས་པ་ཡིན་ན་སུ་གཅིག་ཡིན་ནོ་ཨ་འགྲོ་གི་མ་རེད་ཞུ་བ་ཡིན་ཁྱོད་རང་ཡིན་པ་ནི་ང་ཚོ་ཚང་མའི་ཧ་གོ་གི་ཡོད་རེད་བ་ཆང་ལྷ་ཁྱེད་ཁྱོད་རང་ཡིན་པ་ནི་ང་ཚོ་ཚང་མའི་ཧ་གོ་གི་ཡོད་དེ་ནི་སོང་ཙང་ཡང་ང་མེད་ལ་ད་རེས་ཨ་ནི་ཡང་ཐད་གཏོང་འགྲོ་གི་འདུག་དེ་ཡག་པོ་མ་རེད་ཞུ་བ་ཡིན་སོ་སོ་ཡིན་པ་ཧ་གོ་གི་ཕོ་གི་ལ་སོ་སོ་མེད་ལ་ན་སོ་སོ་སོ་མེད་པའི་དེ་འདྲ་ཚ་བོ་ང་ཚོ་བོད་པའི་སྤྱི་ཚོགས་ནང་ལ་བཟང་སྤྱོད་དེ་འགལ་རེད་ཞུ་བ་ཡིན་རེད་བ།

ཨཱ་ནི། ཁ་རྩང་ཏིང་འཛིན་དབུ་མ་རེད། ཏིང་འཛིན་ཚང་བ་ཏིང་འཛིན་ཚང་བ་ཏིང་འཛིན་ཚང་བ་ཡིན་ན་ཏིང་འཛིན་དབུ་མ་ནི་ཅི་རེད་མོ་གི་མི་ལ་ཡང་དེ་འདྲའི་ཞིག་བཏགས་རྗེས་སྤྱི་སེམས་ཕུག་ས་ནང་ལ་ང་ལ་རྩོད་གཞི་མ་ཞིག་རྒྱག་སོང་ར་དེ་རྒྱག་དུས་ང་གཟུགས་བརྙན་གྱི་མོ་རང་ལ་ཕ་ཆང་ལགས་ཀྱི་རྟགས་ཡིན་ར། ད་ག་རང་གིས་མོ་རང་སྐད་ཆ་བཤད་རྒྱུ་ར་དེང་སོང་ཙང་ཡ། སོ་སོ་ཡིན་པ་ཡིན་ནའི་མའི་ལ་ཆ་བཤད་བསྡད་པ་ཡིན་ན་རྩ་བ་ཉིད་ནས་ཡག་པོ་མ་རེད་སོ་སོ་ཡིན། ཡིན་ན་ངས་དགོངས་དག་ཞུ་གི་ཡིན་ལ་ན་འགྲིག་བ་རེད་སོ་སོ་ནོ་ནོ་ཤག་སོང་ན་དགོངས་དག་ཞུ་དགོས་རེད། མ་ནོ་ཤག་སོང་ན་དགོངས་དག་ཞུ་ཆོག་མ་རེད་ར་དེ་རེད་ད་རྡོག་རྡོག་དེ། དེ་འདྲ་ཡིན་པ་ཡིན་ན་སོ་སོ་མ་འོངས་པར་ཡིན་ནས་ཡ་སོ་སོ་གི་ནི་མིག་ཡིད་ཆེས་དང་བརྟན་པོ་ཚང་མ་ཆགས་ཀྱི་རེད། ཚེ་དབང་ལགས་ཀྱིས་ལ་དེ་ཞུ་འདོད་བྱུང། ག་ལ་ན། དེའི་ནང་ལ་དྲ་རྒྱ་ནང་ལ་ད་ལྟའི་སྐད་ཆ་བཤད་ཉེན་དེ་ཁྱོད་རང་རྩ་མ་གཙང་ཆགས་ཀྱི་ནི་ཡིན་པ་ཧ་གོ་གི་ཡོད། དེ་ནི་སོང་ཙང་ཡ་རྫུན་མ་རྩ་བ་ཉིད་ནས་མ་བཤད་རོགས་གནང། མི། ང་ཚོ་ཕ་ཡུལ་ནི་དམ་པོ་རྒྱུ་རེད། མི། ཤི་མ།